ཁྱེད་དང་ཤ་བ་མཐོང་ས། དེ། མ་ནིང་ཀུན་སྟོང་སྲིད་འོང་ནང། ཆོས་འཁོར་འབྲུག་ཕག་རྡོ་རྗེ་རྒྱ་ཆེན་པོ་གཏེར་ལོ་ཤེས་རབ་བཟང་པོ་རྗེ་བཙུན་མར་པ་ལོ་ཙཱ་དབང་ཕྱུག་མི་ལ་རས་པ་མཉམ་མེད་དྭགས་པོ་ལྷར་གྱི་རྒྱས་འབྲིང་དབང་པོའི་བཀའ་བརྒྱུད་བླ་མ་རྣམས་ལ་མ་ནིང་དབང་ཡོན་ཞབས་འདྲེན་རྒྱ་ཆེན་པོ་རྒྱུན་འབུལ་དགོས་ཚུལ། དེ། ཁུངས་ལུང། ཤུལ་ལུགས་དུ་འབྲེལ་བའི་རིགས། ལ་སེ།
བར་དུ།
སྟག་པོ། ཤར་གྱི་དབང་ཕྱུག་གིས་འཇག་ཁྲལ་མཛད། པད་མ་འབེལ་འཛག་གིས་ལུག་ཁྲལ་མཛད། ད་དེ་འདྲའི་སྲིད་མ་ཉམས་ཧོམ་པའི་ཉམས་པ་ཟོར་གྱིས་སླར་སོགས་ཟེར། དེ། ཕྱག་ན་པད་མའི་གྱོ་འཕྲོར་སྟག་པོ་བ་འཚོ་བྱེད་པད་མའི་དུང་མཚོན་ཉི་མ་ཁྲ་སྐྱིད་ཤུལ་ཞབས་དྲུང་ཁྱོད་ཀྱི་སྤྲུལ་སྐུ་དེ་བསྟན་པའི་སྒྲོན་མེ་ཟུང་ལ་གཟུར་བ་འདས་གསོལ་ལེ། དེ། སྟོན་པ་ཤཱཀྱ་ཐུབ་པ་དཀར་གསུམ་རྣམ་འདྲེན་ཞི་བའི་གི་ལོ་རྒྱུས་ནང་ལ། ད། དང་པོ་སྲིད་གོ་ལའི་ནང་སྐྱེས་རབས་གཟར་བའི་མེ་ལོང་དུ་བསྩལ། སྟག་མོ་ལུས་རྩིས་འདོང་ས་ཡོད་རེད།

ཡིན་ཏེ་ཟས་ཀྱི་ལ་འཁྲུངས་འགྱུར་ཁུབ་ཡོད་ལ་ལོས་བསྟན། ཡིན་ཟེར་བུ་མོ་ང་རང་འབེབས་བྱ་ལ་འབེབས་ཐོངས་ཤོག། དར་དར་ཁྱོབ་ཁྱོབ་ཚ་ཚ་ཚ་འདྲིས་ཤོལ་རེད། སྟེང་ཁ་རས་པ་བཙོས་རྒྱུ་དེ་སྟེང་ཁ་བཙོས་རྒྱུ་འདི། སྟེང་མཁར་སྤང་མཁར་འགུལ་གྲོགས་ལ་བཙན་སྐོར་ངང་མཁར་འགུལ་རན་འགུལ་ཟེར། ད་སྔོན་མ་དེ་འདྲ་ཚོ་ཡེ་ཚུལ་རེད་ད་ཁྱབ་ཚུལ་འདྲ་ཟེར་ལེ་ན། སྟེང་མཁར་རེ་ཕར་ཙོག་ཅིག་དེར་ཆག་བཞག་ལེ་ན། ལོ་རྒྱུས་འདྲ་ཟིག་འོང་ན་སྟོང་པ་ཤཱཀྱ་ཐུབ་པ་དཀར་བཟང་རྣམ་འདྲེན་ཞི་བའི་གི་ལོ་རྒྱུས།